དཔའ་བརྟན་ཚུགས་ཚུགས་ཆོས་ད་དུས་སོ་ཞིག་རབ་མེད་པ་ཡིན་དེ་ཨོ་སི་ཁྲུ་ལི་ཡ་སྐོར་ལ་ཅིག་ཞུ་ཡ་ཡོད་ཨོ་སི་ཁྲུ་ལི་ཡ་སྐོར་ལ་ད་ག་ཚོད་ང་ཚོ་ཁྲིམས་དང་མི་གཅིག་ཕྲན་ལ་གཏུགས་ནས་དེ་འདྲ་གི་གནས་སྟངས་ཅིག་ཆགས་རེ་བ། ང་རང་གི་བསམ་ཚུལ་ཅིག་བྱས་པ་ད་འདི་འདྲ་ཅིག་ཕྲན་ལ་གཏུགས་དེ་ནི་ཕན་ཐོག་ག་ཚད་ཡོད་ནའ། དཔེར་ན་རྒྱ་བོད་རིན་པོ་ཆེ་ལ་མཚན་སྨད་བྱེད་མཁན་གཅིག་གཉིས་དེ་འདྲ་བྱུང་བ་ཡིན་ན་ག་ར་ཧང་སང་ཡོད་རེད།

ཉེན་ཁ་ཅིག་དང། དེ་ལ་ཡང་གདོང་ལེན་བྱེད་དགོས་ངེས་ཀྱི་གནས་སྟངས་ཅིག་གཟིགས་པའི་ཐོག་ནས་ཁྲིམས་ལ་གཏུགས་པའི་གི་དེ་འདྲའི་ཅིག་ཐག་གཅོད་ཅིག་ཆགས་པ་རེད་ཞེས་ནས་འདི་ཞུ་འདོད་བྱུང། དགེ་རྒན་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས། པ་དེ་ཚོ་མཆོག།
གོང་དུ་ང་ཚོ་བཀུར་འོས་སྤྱི་འཐུས་ཅིག་གིས། འགན་མ་འཁྱེར་བའི་སྐད་ཆ་རྫབ་ཆེན་ཅིག་བཤད་སོང། དེ་ཡིན་དུས་གང་ལ་ད་ལྟ་ངས་འདིའི་ཐོག་ལ་སྐད་ཆ་ཅིག

སྐད་ཆ་འདི་ཚོ་དྲ་ཚོགས་སྐུ་ངོ་པ་ཚོ་ཚོགས་གཙོ་ངོས་ནས་ན་སྟངས་བཙན་བྱས་ནས་གྲོས་ཚོགས་ནང་ནས་ཐེངས་བར་མ་གཏོགས་དེའི་སྐད་ཆ་འདི་གར་ཆགས་འགྲོ་བ་ལ་ནི་ང་ཚོ་བོད་མི་རིགས་ལ་ཁྱད་གསོད་བྱེད་བར་དང། ཆོས་ལུགས་ཀྱི་ལྟ་བ་ལ་རྡོག་རེ་བྱེད་བར་རེད། རྩ་དོན་གཏོར་བཤིག་བཏང་བར་རེད། སྐད་ཆ་དེ་འདྲ་བཤད་ཡོང་ན། ད་དེའི་རྗེས་ལ་ཀུ་རེའི་བཅུད་འདི་ཁ་ཤས་ཁབ་ཐུག་ལ་ལས་རོབ་རྣམ་གཞག་ཅིག་སྟོན་དགོས་བསམ་སོང་སྟེ་དེའི་རྗེས་ལ་ང་རང་ཆ་ཤས་ལེན་གྱི་ཁེལ་བསྡད་ཡོད་ད་འགྲིག་གི་འདུག་བསམ་སོང། ཨ་ནི་ཀུ་རེའི་བཅུད་འདི་ཁ་ཤས་ཅིག་ག་ཆ་ཤས་ལེན་སོང་གོ་མེད་ཚོར་མེད་རེད། ལྷག་པར་དུ་འཛིན་སྐྱོང་བཀའ་ཤག་གིས། དེའི་བར་རུ་སོ་ཆའི་བར་སངས་ཅིག་བཏང་ནས་ད་དེ་ལ་གྲོས་བསྡུར་ཅིག་བྱས་ནས། ལན་ཡག་པོ་ཅིག་གནང་གི་རེད་བསམ་སོང་སྟེ། ཨ་ནི་དེའི་འཐུས་མི་ཁ་ཤས་ལ་ཅིག་བསྟོད་བསྔགས་བྱས་ཡ་ལ་ཐུགས་རྗེ་ཆེ་སྒྲོག་ཅིག་ལབ།

ང་ཚོ་གཞིས་བྱེས་བོད་མི་ཡོངས་ཀྱི་རྩ་ཡི་དཔེ་སེམས་ཀྱི་ནང་ནོར་བུ་འདྲ་བོ་དེ་རྒྱ་བ་རིན་པོ་ཆེ་རེད། ད་ལྟ་ང་ཚོ་འདི་ལ་བོད་རྩ་དོན་ཚིག་ལྷད་ལྷག་ཡོད་པ་དེ་ཁོང་བཀའ་དྲིན་རེད། ང་ཚོ་ད་ལྟ་བར་དུ་བཀའ་ད་ལྟ་དེའི་དགོངས་དེ་ལ་ང་ཚོ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་སྤྱི་མེས་ཀྱི་བཞག་ཡིན་པ། ད་དུང་ཚང་མ་གོ་མེད་ཚོར་མེད་འདྲ་ཞིག་བསྡད་བསྡད་ན། ང་ཧང་དེ་ལ་བསམ་གྱི་འདུག་ད། དེ་སྐད་ཆ་དེ་ཡིན་གྱི་མིན་ཞིག་ཤེས་འདོད་ཆེ་གོ་རེ་ཞུ་ཡ་ཡིན།